ཨ་ནི་ད་ལྟའི་ཆ་ལ་ཡིན་ན་སློབ་གྲྭ་འདིའི་ནང་ལ་སློབ་ཕྲུག་བརྒྱ་བཅུ་ལྷག་ཅིག་འདུག། གསོལ་ཁ་སློབ་གྲྭ་བཙུགས་ཡ་དེ་གོ་བཅུ་གོ་གསུམ་ཕྱིན་ད། གསུམ་པའི་སྟེང་ཏཱ་རི་དུན་ལི་ཡང་ང་ལ་སྤུ་གུ་བརྒྱ་དང་དེང་ཨ་ནི་ལེན་ཁ་ནི་མ་སྤྲད་ཡོད་རེད། ཨ་ངའི་རྒྱབ་དེང་རྩིས་ལེན་བཅས་ཤུལ་སིབ་ཨ་ནི་གོམ་པའི་ཁྲིད་ལ་ཡ། ཨ་ནི་གསོལ་ཁ་སློབ་གྲྭ་གི་གུར་རྒྱབ་ནས་མི་འགལ་སྒོ་དང་པོ་བཙུགས་སི་ཡིན་ན་བཙུགས་པ་རེད། ད་དེ་ནས་ཞུགས་ལ་དེ་ས་གནས་གསོལ་ཁ་སློབ་གྲྭ་གི་ས་གནས་འདི། ཨེ་ང་དུ་མྱོང་ནས། འདིའི་རྐང་ལ་ཡར། ལོ་འབྲས་བུ་གུག་གི། སྣོད་ཡུལ་གྱི་ཆ་གུག་ཡོད་རེད་ཟེར་ཙང་དེ་སོང་ཙང། ད་སྣོད་ཡུལ་གར་གུག་ཡར་ཟེར་ན་གུར་རྒྱབ་ས་གུག་ཡོད་རེད་གུར་རྒྱབ་གུག་ཡོད་རེད་ཨེ་ནི་གུར་ས་བཟོ་གུར་རྒྱབ། དེ་ནི་གང་ལ་གང་འདོམ་ཁོ་ཚོ་གི་གནས་སྟངས་འདིའི་འདུག་འདི་རྐང་ལ་ཡར་ཨེ་ནི་ང་ཚོ་བཞུགས་ལ། གུར་གྱི་མ་འདམ་པ་བཅས་ལག་པ་རྒྱག་ཆག་པ་དང་གུར་རེ་རེ་སྤོ་གུ་ཚོ་དཀའ་ངལ་སྤྲད། ཆུ་མ་འགྲིག་པ་བཅས་ན། བཅད་ཙང་ད་ང་ཚོ་གུར་གྱི་ཚབ་ལ་ཡར་ལྕགས་ཤོག་གི་ཁང་པ་རྒྱབ། སྐྱ་ཞོ་ཁམ་པ་དེ་མང་པོ་བརྒྱབ་མ་ཆོག་པ་བྱས་བས་ནི་སྤུ་གུ་མང་པོ་ཞིབ་ཅིག་ཡོང། ཁྲི་གུ་དོག་ལ་ཡ། ས་ཆ་དེ་ཁྲིམས་གཏུགས་བརྒྱབ་དགོས་དང་ཁམ་ཆུ་བསྡུ། གུར་མང་པོ་བརྒྱབ་ན་རྒྱ་གར་སར་སྐྱ་ཞོ་མང་པོ་བརྒྱབ་ན་ཆོག་གི་མ་རེད། དྲང་བདེན་རབ་བྱས་ན་སྐྱ་ཞོ་ཁམ་པ་ཉི་ཤུ། དེ་འདྲ་ཞིག་བརྒྱབ་ན་འགྲིག་རེད་དེ་ལས་ལྷག་མ་བརྒྱག་ཆོག་གི་མ་རེད་ཟེར་ནས་དུ་སྐད་བཤད་དེ་གང་ལྟར་སྐྱ་ཞོ་ཁམ་པ་ཉི་ཤུ་བརྒྱབ་སྤུ་གུ་མང་རུ་མང་འགྲོ་དེ་སྐྱ་ཞོ་ཁམ་པ་ཉི་ཤུ་ནང་ལ་སྤུ་གུ་མ་མཆིས་པ་བྱས། སྐྱ་ཞོ་ཁམ་པ་རྒྱ་གར་ལ་སྐད་ཅིག་བཤད་བྱས། མང་རུ་མང་རུ་མང་རུ་ཡར་བཏང་ཡག་གི་གོ་སྐབས་ཅིག་རག་པ་རེད་དེ་མང་རུ་བཏང་བྱས་ནས་གང་ལྟར། ཕི་སྣོད་དུ་སྤུ་གུ་ཡུག་ངན་མང་པོ་ཞིབ་ཅིང་ཆག། འདོ་བ་ལུས་དུད་ཀ་ལ་བཏགས། རྩ་ནས་བབས་ཀྱི། གུར་ནང་བཅས་ལྕགས་ཤོག་ཁམ་བར་བལྟས་ལྕགས་ཤོག་ཁམ་བ་ནང་ལོགས་ལ། ཚ་བ་ཆེན་པོ་བཙས་དེ་འདྲའི་ཐོག་ནས་སྤུ་གུ་མང་པོ་ཅིག་སྣང། དཀའ་ངལ་འཕྲད། དེ་ནས་སྨན་ཁང་ནང་ལ་སྤུ་གུ་མང་པོ་འདི་ནས་ཡང་འགྲོ་དུ་འགྱུར་བ་ལ་འགག་ཡོང་བ་མ་རེད། མདའ་འགག་དེ་ནས་ཡིད་བབས་ཚོད་ལ་ཡིད་བབས་དུ་མ་འགྲོ་འགྲོ་སུ་འཁོར་ཡོང་བ་མ་རེད། ཞལ་ལག་ཐོག་ཚད་སྟབས་མ་ཐིངས་པ་བཅས་བས་ལ་ཞལ་ལག་ཕྱེ་ཡ་དེ་རྒྱ་གར་ལ་མེད་པ་བཅས་རྒྱ་གར་ཁ་ལག་འདི་ཁོ་ཚོ་གར་ཚུར་བསྐོར་བས། བློ་ལ་མ་ཐིངས་པ་བཅས། བྲོ་བ་མ་སླེབས་པར་བྱས། དེ་འབྲེལ་གྱི་དང་དཀའ་ངལ་མང་པོ་ཅིག་འཕྲད་རྗེས་གང་ལྟར་དང་དཀའ་ངལ་དེ་རྗེས་གང་དགར་ཆ་ཚང་གདོང་ལེན་བྱས་ནས་སྤུ་གུ་ཚོ་སློབ་སྦྱོང་བྱས་ནས་དེད་པ་རེད། དང་པོ་ཡར་ལོག་ཏུ་བཙུར་བའི་སྐབས་དེར་དགེ་རྒན་མ་རབས་པ་དཀའ་ངལ་འཕྲད་ཀྱི་ཡོད་རེད། ཆུ་རག་གི་ཡོད་མ་རེད་གློག་ཡོད་མ་རེད། དེ་འདྲས་བྱས་ནས་ཞུ་མང་སྤར་ནས་དེད་དགོས་ཆགས་པ་རེད། རྒྱ་གར་དང་འབྲེལ་བ་བྱས་ན་གློག་འཕྲི་ཐུབ་པ་བྱུང་ཡོད་རེད། ཆུ་ལ་གངས་ལ་གངས་འདོམས་ཚེ་དཀའ་ངལ་སེལ་བ་དེ་འདྲ་བྱུང་ཡོད་རེད། ད་གངས་ལ་གངས་འདོམས་བྲིས་འགྲོ་དུས་གངས་ལ་ད་ཁམས་པ་བརྒྱབ་ཐུབ་ཀྱི་ཡོད་མ་རེད། ཁམས་པ་བརྒྱག་ལ་ཁམས་ཕྱི་ཐུག་ཏུ་ཡོད་རེད། ཁམས་ཕྱི་སངས་མ་ཐུབ་བར་དུ་ཁམས་པ་བརྒྱབ་ཆོག་གི་ཡོད་མ་རེད། ལོ་གསུམ་ཚེ་རྗེས་ཁམས་ཕྱི་རང་གངས་ལ་བསྡད་ཁམས་ཕྱི་ཨེ་སྣ་ཁ་ལྔ་ཚེ་རྗེས་བདུན་ཚེ་ཐུག་ཏུ་ཡོད་རེད་ཁམས་ཕྱི་བདུན་ཚེ་ཐུག་ཡ་དེ་རྒྱུ་མཚན་ག་རེད་ཟེར་ན། ས་ཆ་བཙོང་ངན་དེ་བྷི་འཇག་གི་བཙོང། ཨེ་ནས་ཉོ་ངེས་དེ་ང་ཐུག་གི་ཉོ་པད་ཤག་དེ་པིན་ཀྱག་དེ་གི་ཟ། པིན་ཀྱག་ཆུང་ངུ་དང་དེ་ཁོ་ད་འབྲེལ་བ་ཡོད་པ་གི་ས་ཆ་ལ་མིང་འབྲེལ་བ་ཡོད་པ་དེ་ཁྱེད་ལ་པད་ཤག་སྨ་ར་བ་བྱེད་སྨ་ར་དེ་གང་ལ་ཨེ་ནས་ས་ཆ་རྫོགས་ངེས་གི་ག་ཚག་ཉོ་ངེས་གི་ང་ཐུག་ལ་ཡི་ཤུ་གུ་སྤྲད་ནས་ད་ཙང་མ་ཡིན་ཟེར་དེ་ལབ་ཐུག་གི་ཡོད་མ་རེད་སྤུ་གུ་གཅིག་ཁས་ལེན་གཅིག་དེ་ཁས་མ་ལེན་པ་བྱེད་ང་ཐུག་པད་ཤག་རག་མ་བྱུང་དེ་འདྲས་གི་ཁམ་ཆུ་མང་པོ་ཐུག་ནས་ཁམ་ཆུ་དེ་ཁྱེད་གང་གི་ལོ་ཙང་མ་བཟོ་ཡག་ལ་ཧ་ལམ་ལོ་གསུམ་མ་སྲིད་འདི་འགོར་ཡོད་རེད་དེ་ནས་ཟ་ཁམ་དུ་བཏང་མ་ཟོས་ནས་གཞན་ནས་ཨ་བུ་འགོ་བཙུགས་པ་རེད་ཨ་བུ་འགོ་བཙུགས་དེའི་སྒང་ལ་དང་པོ་བུ་ཉལ་ཁང་གསུམ་རྒྱག་པ་རེད། དེའི་ནང་ལ་བུ་ཉལ་ཁང་མིའི་བཏབ་པ་རེད་མ་གཏོགས་ཉལ་ཁང་ཚར་བ་དང་དེའི་ནང་ལ་བུ་མོ་ཚོ་སྤོ་བ་རེད་བུ་མོ་ཚོ་ལ་ཡང་ད་མིག་སེར་ར་བ་བྱས་བུ་ཚོ་སྟེ་དྲག་གི་རེད་དཀའ་ངལ་ལ་གདོང་ལེན་བྱས་ཐུག་གི་རེད་བུ་མོ་ཚོ་གདོང་ལེན་བྱས་ཐུག་གི་མ་རེད་བསམ་ནས་སྔས་ལ་སྔས། ཉལ་ཁང་གསུམ་རྒྱག་པའི་ནང་ལོགས་ལ་བུ་མོ་འདི་གྱེས་ཡག་གྱེས། དེ་ནས་བུ་འདི་གྱེས་བྱ་ཤོག་ཁ་མ་ནར་བཞག་གཉིས་པ་དེ་བུ་མོ་ཚོ་ཉལ་ཁང་གསར་པ་ཅིག་བརྒྱབ་དེས་བུ་མོ་ཉལ་ཁང་གསར་བར་བབས་པོ། བུ་དེ་ཀྱང་ཉལ་ཁང་རྙིང་པ་ནང་ལས་ཆ་ཚང་ཡག་པོ་བཅུག། བུ་དང་བུ་མོ་གང་དགར་ཉལ་ཁང་ནང་ལ་སླེབས་པ་རེད། ཡིན་ན་ད་རྒན་ལགས་ཚོ་ལ་ཉལ་ཁང་ཡོད་བ་མ་རེད་ཅག་ཤོག་ཁམས་པ་སྒྱིད་མོར་གནས་བདེ་བ་རེད། དགེ་རྒན་ཚོ་ག་ལས་ཡང། ལས་ཤག་དེ་མགྱོགས་པོ་འགོ་བཙུགས་ཅེས་ནས་ཏེ། ག་ལས་ཤག་དེ་འགོ་མ་བཙུགས་མཁན་ལ་འཛིན་ཁང་འགོ་བཙུགས། འཛིན་ཁང་ཚར་བ་ཡིན་ན། པུ་གུ་ཚོ་གང་ཉལ་ཁང་ལ་སླེབས་ཚར་འཛིན་ཁང་ལ། འཛིན་གྲྭ་ཚོ་འཛིན་ཁང་ནང་སླེབས་ཡོད་རེད། འཛིན་ཁང་སླེབས་ཚར་འདི་གང་ལ་འདི་ནི་ང་ཚོ་གང་དགར་ལོ་དགེ་རྒན་ཚོ་གི་ཁམས་པ་ལས་ཤག་རྒྱག་པའི་འགོ་བཙུགས་པ་རེད། དགེ་རྒན་ལས་ཤག་ཆ་ཚང་ཚར་ནས་དགེ་རྒན་དུ་ལས་ཤག་ལ་སྤོ་ཐབས་ཞུ་ལ་ཨེ་ནས་ངག་གི་ཁང་པ་དེ་ཞུགས་ལ་བརྒྱབ་ལ་ཐ་མ་ཐ་མ་ལ་ང་རང་གིས་དེ་ཁང་པ་དེ་བརྒྱབ་སློབ་སྤྱི་དང་དགེ་འདུན་གཉིས་ཀྱིས་ཨེ་ཞེས་ནས་ང་རང་ཡག་སྤོ་བ་བྱས་ཞུགས་མ་ང་སློབ་གྲྭ་འཐོན་པའི་སྐབས་ལ་ཕལ་ཆེན་ལོ་གཅིག་དང་ཕྱེད་ཀ་ལ་མ་གཏོགས་ང་རེ་ལས་ཤག་ནང་ལ་ཐེ་གེ་དེའ་རང་མ་སོང་བྱས་ཙང་དེ་འདྲའི་ར་བ་ཅིག་ག་འདང་སློབ་གྲྭ་འདི་གི་འགྲོ་སྟངས་དང་དཀའ་ངལ་དེ་དུ་ཆགས་ཡོད་རེད་དེ་ཡིན་ན་ད་སྤོ་གི་ཚོ། ངའི་ཁ་ལ་ཉིན་པོར་དྲེགས་འདུག་ཡག་པོ་དངོས་གནས་སྤྲོ་ནས་རྒྱ་མོ་རེ་བཙལ་དཀའ་སློབ་གནང་བ་ཞིག་སོང་རྒྱ་མོ་རེ་སློབ་གྲྭར་ཆུ་རྒྱུན་ནང་དཀའ་སློབ་གནང་དེ་ནི་སྤྱད་དེ་སློབ་གྲྭར་འགྱུར་བ་ཕྱིན་ཁ་ལ་ཉིན་པོ་དྲེགས་འདུག་ཡག་པོ་དངོས་གནས་སྤྲོ་ནས་ཕེབས་ཏེ་ང་ལ་དཀའ་ངལ་རྩ་བ་ཉིད་ནས་སྤྲད་ཡོང་མ་རེད་སྤུ་གུ་ཚོ་ག་དེ་ནི་ལྷག་པར་དུ་དགེ་རྒན་ཚོ་གི་རོགས་པོ་ཡག་པོ་ཞེ་པོ་བྱས་ནས་ད་རེས་རབ་བརྩིས་ངས་ལས་ཀ་བྱས་པས་ན་དགེ་རྒན་ཚང་མ་སློབ་གི་བརྒྱ་ཆ་བརྒྱ་བདམས་པ་རྒྱབ་སྐྱོར་གི་ཚོ་ལ་སྤུ་གུ་ཚོ་ལ་སློབ་སྟོན་བྱེད་ཡག་རེད་ལམ་སྟོན་བྱེད་ཡག་རེད་སློབ་ཁྲིད་བྱེད་ཡག་རེད་བཀའ་སློབ་གནང་ཡག་རེད་གང་ཅིའི་ཐོག་ལ་ཡང་དངོས་གནས་གྲོ་ནས་བརྒྱ་ཆ་བརྒྱ་ཐམ་པ་མཐུན་འགྱུར་སྤྲད་སྤུ་གུ་ཚོ་གི་ཁ་ལ་ཉན་ཨེ་ང་རང་ཡང་ལྷག་བསམ་རྣམ་པར་དག་པ་དྲང་པོ་དྲང་བཞག་ཧུར་བརྩོན་གྱི་ཐོག་ལ་སློབ་གྲྭའི་ནང་ལས་ཀ་བྱས་པ་རེད་ང་ལ་དེ་གི་དེ་ཤེས་ཚད་ཡོག་མ་རེད་ད་ང་རང་ཉམས་མྱོང་ཐོག་ནས།

ཨ་དེ་བས་ན་ཅིག་ང་ཚོ་གིས་ད་ཉི་མ་དང་པོ་འདི་ལ་སྤྱི་བཏང་སློབ་གྲྭ་གཞུང་གི་ཨ་ནི་བཀོད་སྒྲིག་དེ་ཅིག་ཁོ་རང་ཚོ་འགན་འཁུར་བ་རེད། ཨ་འདི་གི་དེ་རིང་གི་ད་མཐོང་ཆུང་གི་རིགས་ཡོད་བ་ད་དང་ཨ་ནི་ང་ཚོ་སློབ་ཕྲུག་ཟུར་བ་གི་ཨ་ནི་ཞལ་འདེབས་གི་ཨ་ནི་ཏང་གི་ཨུ་ཚུགས་ཞུ་བ་རེད། དེ་ཕྱིར་ཨ་ནི་སང་ཉིན་མཛད་སྒོ་དེ

མཛད་སྒོ་དེ་གོ་སྒྲིག་མ་ཞུས་གོང་གི་ཕྱི་ཟླ་བཞི་པ་ཟླ་བ་བཞི་ལ་ཡང་སློབ་གྲྭའི་ལས་ཁུངས་བརྒྱུད་བྱས། ཨ་ནི། ད་ཤེས་རབ་གབ་ཚིག་སློབ་གླིང་འདི་ལོ་གཉིས་ཙམ་འཁོར་གི་འདུག་དེ་འདྲའི་ཅིག་མཛད་སྒོ་ཅིག་གོ་སྒྲིག་བྱེད་པའི་ཆ་ཤས་ཅིག་ཡོད། འདི་ལ་ཡང་བཀའ་དྲིན་གནང་རོགས་གནང་ཟེར་ནས་ཡང་སློབ་སྤྱི་ཡང་ཕེབས་སོང། དེའི་སྐབས་སུ་ངས་ག་རེ་ཞུས་ཡོད་ཟེར་ན། བཀའ་བརྒྱུད་དང་ངེད་ཀྱི་སྤྲད་ཐུབ་ཀྱི་རེད། ཡིན་ནའི། ང་བཙུན་ཤིག་དུས་དངུལ་རྩ་བ་ཉིད་ནས་མེད་ད་ཞུས་པ་ཡིན། ག་ཡིན་ཟེར་ན་ཡང། འཛིན་སྐྱོང་གི་འགྲོ་སྟངས་ངོ་བོ་ཐོག་ནས། དངུལ་ཅིག་བཏང་དགོས་ཡོད་པ་ཡིན་ན་དངུལ་རྩིས་རྒྱུ་ཆ་སྒྲོག་དགོས་ཀྱི་རེད་དེ་སྐབས་སུ་རེད་དངུལ་རྩིས་འདི་སྟངས་འཛིན་བྱེད་བཞིན་པ་ཅིག་རེད། ཅེས་བསམ་པ་ལ་ཡང་ངའི་ངོས་ནས་བཀའ་འཁྲོལ་ཡོད། ཡིན་ནའི་ང་དངུལ་རྩིས་ཤིག་སྟེར་ཁུལ་ཞིག་ང་ལ་རེ་བ་མ་རྒྱག་རོགས་ཞུ་བྱས། ལྷག་པར་དུ་ཡ་ད་ཉེ་བའི་ཆ་ལ། བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་ཁག་མང་པོ་ཅིག་རྩིས་ལེན་པའི་མཇུག་ལ་ཡ་ད་ཅིག་བསམ་པོ་འདྲ་ཚོགས་པ་དེ་རྩ་བའི་ཆ་ནི། ཟླ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ལ་ཡང་མགོ་བཙུགས་བ་རེད། ད་ལྟའི་ཆ་ལ་ཡང་ལོ་ཟླ་བཅོ་བརྒྱད་ཆུ་དགུ་མ་ཤི་འགྲོ་དགོས་མ་རེད། དེ་ཡིན་པས་ནས་ད་བཙན་བྱོལ་ནང་གི་སློབ་གྲྭ་ཁག་དྲུག་ཅུ་རེ་ལྔ་ལྷག་ད་ལྟ་ང་ཚོས་སྟངས་འཛིན་བྱེད་བཞིན་པ་ཡིན་ཟེར་བ་ལ་ཡང་དཔལ་འབྱོར་གྱི་ཆ་ནས་ཏན་ཏན་དཀའ་ངལ་ཅིག་འཕྲད་དང་འཕྲད་བཞིན་པ་རེད་བྱས་ཙང་ངེད་ཀྱིས་སློབ་སྤྱི་ལ་ཞུས་པ་ཡིན། ད་སློབ་སྤྱི་གིས་དཔལ་འབྱོར་རྩོད་གཞི་འདི་ཕལ་ཆེར་འགྲིག་འགྲོ་གི་རེད་གསུང་གི་འདུག་གདེང་ཚོད་ཞེ་དྲག་འདུག། ཏན་ཏན་རང་འགྲིག་ཤག་ཨ།

ཐ་ཐོག་མ་དེ་འགོ་བཙུགས་པ་སྐབས་སུ་ལ་ཡ་བདེ་སྲུང་ལས་ཁུངས་ཁྱབ་ཁོངས་དབུས་སྣེ་ལེན་ཁང་གི་འགན་ལེན་བྱས་ལོག་ཅིག་ག་ཤས་ཅིག་འཛིན་སྐྱོང་གནང། དེ་ནས་ཡ་ད་བོད་ནས་མ་གསང་སྦྱོར་ཡོད་མཁན་མང་པོ་ཡོང་བ་སོང་ཙང་འདིའི་སྣེ་ལེན་ཁང་གི་རྒྱུ་ཆས་ནི་ཤེས་རིག་ལས་ཁུངས་ལ་རྩིས་ཅིག་གནང། ཤེས་རིག་ལས་ཁུངས་ཀྱིས་ལོ་དགུ་མན་ཅིག་ཐད་ཀར་འཛིན་སྐྱོང་གནང་བྱས། གཅིག་སྟོང་ཉིས་སྟོང་བཅུ་གཅིག་ལོ་གི་སྤྱིར་དང་པོའི་ཚེས་གསུམ་ལ་ད་ཅིག་ཕུང་རྒྱང་རིང་པོ་གི་བསམ་བློ་བཏང་བྱས་ས་འབོ་ཏྲ་ལ་ཡ་ད་རྩིས་སྤྲད་པ་རེད་དེ་སྐབས་སུ་ས་འབོ་ཏྲ་ཚོགས་པ་འདི་ད་ཡར་ཚུགས་ཆེད་ལོ་བཅུ་གཅིག་པ་ཞིག་འགྲོ་གི་ཡོད་མ་རེད་པས་ཡིན་པས་ཡིན་ནས་ཆེ་གེ་ཁེ་ཕན་ཅིག་ཡོང་གི་ཡོད་པ་ཡིན་ན་ང་ཚོས་ཐུགས་ཕན་ཅིག་གསོས་ཀྱི་ཡོད་པ་ཡིན་ན་དེ་གན་དེ་ང་ཚོས་ཁེ་དགོས་རེད། དེ་དེང་ཚོད་ཁེ་ཆེ་ཡ་ང་ཚོའི་འགན་འཛིན་ཟུར་པ་ཀརྨ་ཆུ་ཟླ་ལགས་ཀྱིས་ཅིག་ཐུགས་ཁུར་ཆུང་ཁུར་བཞེས་བྱས་ན་ཅིག་སློབ་གྲྭའི་གི་ཤེས་ཡོན་གྱི་གནས་སྟངས་ཐོག་དང། དེ་བཞིན་མི་ཚེའི་མདུན་ལམ་གྱི་ཐོག་ལ་ཡང་དགོངས་པ་རྒྱ་ཆེན་པོ་བཞེས་ནས་ལས་གཞི་ཁག་གསར་བ་བརྩམས་མས་རེད། དེ་དང་བཞིན་སློབ་སྦྱོང་གི་རིགས་གསར་བ་བརྩམས་མས་རེད། ལྷག་པར་དུ་དུས་རབས་བཅུ་པ་དང་བཅུ་གཉིས་ཀྱི་རྒྱལ་ཡོངས་ཡིག་རྩིས་ཏང་ཨུད་ཀྱི་རྒྱུན་ཆད་ཕུགས་ཕུགས་གང་ལྟར་ཡང་མི་ཉུང་བ་ཅིག་གོ། དགྲ་དགའ་རྒྱལ་ཡོངས་ཀྱི་ལག་ཁྱེར་ཐོབ་ཚུན་བྱུང་བ་དེ་འདྲས་ཅིག་བྱུང་ཡོད་རེད། བྱེད་སྟངས། ངའི་ངོས་ནས་ཡང་སྤྱི་ཁྱབ་འགན་འཛིན་ཟུར་པ་བཀའ་མོ་བྱུང་རྟ་ལགས་ལ་ཡང་སྙིང་ཐག་པ་ནས་ཐུགས་ཆེ་གནང་གཅིག་ངེས་ཞུ་བའི་འདོད་པ་བྱུང་སོང། ད་སྐབས་ཅིག་ལ་ཡང་ཤེས་རབ་དགའ་ཚལ་སློབ་གླིང་ལ་སྤུ་གུ་བརྒྱད་བརྒྱ་ལྷག་ཅིག་ཡོད་རེད། ད་ལྟའི་ཆ་ལ་སྤུ་གུ་བརྒྱད་ཅུ་ཟིན་ཟ་མ་ཟིན་མེད་ཅིག་རེད། ཅེས་བསམ་པ་ལ་ཡང་ཅིག་རྩིས་ཀྱིས་བསྐོར་བའི་སྐབས་སུ་ལ་ཡང་བཅུ་ཆ་གཅིག་མ་ཞིག་མེད་བ་རོགས་ཟེར། སྤུ་གུ་གྲངས་པོ་ཉུང་བ་འགྲོ་གི་ཡོད་པའི་རྒྱུ་མཚན་ལ་བལྟས་བྱས། ད་ང་ཚོ་ཤེས་རབ་དགའ་ཚལ་སློབ་གླིང་གིས་ད་གཙོ་བོ་འགྲོ་སོང་བཏང་ཉེན་དེ་ཨ་རིའི་རོགས་ཚོགས PRM བརྒྱུད་བྱས་རོགས་ཚོགས་སླེ་བ་དངུལ་སླེ་ཡོང་དགོས་རེད་ད་འདས་པའི་ལོ་གསུམ་བཞི་ནང་ལོ་ལ་ཡ་རོགས་ཚོགས་གིས་ད་དེ་ང་ཚོ་རོགས་པ་བྱས་དཀའ་ལས་ཁག་པོ་ཞིག་ལ་ཆགས་ཀྱི་འདུག་ཁྱེད་རང་གིས་འགྲོ་སོང་འདི་མང་ཆེ་འདྲ་བ་ཞིག་བརྒྱ་ཆ་ཧ་ལམ་བདུན་ཅུ་ལྷག་ཅིག་དགེ་རྒན་ལས་བྱེད་ཀྱི་གླ་ཆ་རང་འགྲོ་བསྡད་ཀྱི་འདུག་བྱས་ཚེ་ཡ་ད་ཉེ་བའི་ཆར་ལོ་གཉིས་གསུམ་ནང་ལོ་ང་ཚོ་དགེ་རྒན་མང་པོ་ཞུགས་ཅིག་གནས་སྤོས་བཏང་དགོས་ཀྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། མ་འོངས་པ་ལ་ཡང་འདི་གནས་གནས་སྟངས་འདི་མུ་མཐུད་གནས་ཀྱི་རེད་བསམ་གྱི་འདུག་གལ་སྲིད་སྤུ་གུ་དྲང་པོ་དེ་གལ་སྲིད་ཉུང་བ་ཕྱིན་པ་ཡིན་ན། ད་ཡིན་པ་ཡིན་ནས། ས་མོ་བྲོ་ང་ནི་སྟངས་འཛིན་བྱས་ཡ་སྟངས་ལྟ་སྟངས་འདི་ག་རེ་རེད། སྤུ་གུ་མང་ཉུང་ལ་མ་ལྟོས་པར། སྤུ་གུ་ཡོད་པ་འདི་ལ་ཡང་སློབ་སྦྱོང་ཚད་ལྡན་སྟེར་ཐུབ་ཡ་དེ། ང་ཚོའི་གི་དམིགས་ཡུལ་ཟིན་གྱི་ཡོད་རེད། དེ་དེ་བཞིན་ཡང་ད་ལྟ་ཡོད་བཞིན་པའི་གི་དགེ་རྒན་ལས་བྱེད་ཚོ་ང་ནི་ཧུར་ཐག་ཧུར་ཐག་གནང་གནང་དང་གནང་བཞིན་པ་རེད་ཤག། དེ་ལྟར་ངས་དེང་གི་གོ་སྐབས་འདི་བརྒྱུད་ཆེད་ཚང་མ་ལ་ཡང་ཐུགས་རྗེ་ལན་དུ་ཞུ་བ་ཡིན། ད་ལྷག་པར་དུ། ང་ཚོ་སློབ་སྦྱོང་བྱེད་པའི་སྐབས་སུ་ལ་ཡང་དམིགས་ཡུལ་དེ་ག་རེ་བས། དམིགས་ཡུལ་དེ་ལ་ཁའི་རྭའི་ཙམ་མ་རེད། མི་བཟང་པོ་ཤ་ཡ། སྤྱི་སེམས་ཡོད་མཁན། བསམ་ཤེས་ཡོད་མཁན། ད་དེ་གནད་འགག་ཆེ་ཤོས་རེད། ང་ཚོའི་ད་ལྟའི་གི་ཤེས་ཡོན་དེ། བརྒྱུད་རིམ་ནང་ལ་ཡང་དཀའ་ངལ་དཀའ་ལས་ཁ་ཤོས་དེ་ག་རེ་རེད་ཚང་མ་དང་པོ་ལ་ཁའི་བཏོན་ཡོང་གི་རེད། ལག་ཁྱེར་མཐོ་པོ་ཡོད་པ་ཡིན་ན་མི་ཡག་པོ་ཡོད་པ་གི་ཅིག་ཁྱབ་པ་ཡོད་པ་སོར་ཆུད་ཡིན་པས་ནས་ལག་ཁྱེར་ཡག་པོ་ཡོད་པ་དེ་གི་མི་ཡག་པོ་ཡོད་པ་ཁྱབ་གི་མ་རེད་ད་སློབ་སྦྱོང་བྱེད་པ་སྐབས་སུ་ལ་ཡ་ཅིག་སོ་སོ་མི་བཟང་པོ་བྱེད་སྤྱི་ཚོགས་ལ་ཕན་ཐོག་ཉིད་མི་བྱེད་ལྷག་པར་དུ་ཡ་ང་ཚོ་ཤེས་རབ་དགའ་ཚལ་སློབ་ཡུན་ཐོག་ཆ་བཞག་པས་ན་བོད་ནས་ཚུར་ཡུང་བའི་སྐབས་སུ་ལ་ཡ་བོད་ནང་ལ་ཡ་ཟ་ཡ་མེད་པ་དང་བཏུང་ཡ་མེད་པ་འདི་སླེབས་པ་མ་རེད་བ་དམིགས་ཡུལ་ངེས་ཅན་ཅིག་ཁིད་ཆེ་སླེབས་ཡོད་རྒྱུ་རེད། ཟེར་བ་འདི་ང་ཚོ་དམིགས་ཡུལ་འདི་དྲན་པ་མ་བརྗེད་བར་བྱེད་དགོས་འདི་གནད་འགག་ཆེ་ཤོས་རེད་ཤག་སྐབས་རེ་སྐབས་རེ་ང་ཚོ་ལྟོ་གོས་གཏམ་གསུམ་ལ་ཡག་ཐབས་ཀྱི་སྒོ་ལ་ཐོམ་བྱས་དེ་ཐོག་མར་ལས་ཀྱི་དམིགས་ཡུལ་འདི་དང་ཨ་ནི་ཕུགས་རྒྱང་རིང་པོ་གི་ལས་ཀ་སྒྲུབ་པའི་གཉིས་བར་ལ་འགལ་ཟླ་ཆུང་ཆུང་ཆགས་འགྲོ་བའི་གནས་སྟངས་ཆགས་འདུག་གི་འདུག་ང་ཉེ་བའི་ཆ་ལ་ཡ། Australian། Viktor Frankl ལ་ཡ་བྱེད་སྟངས་ལས་ཁོ་རང་ཡ། སེམས་ཁམས་རིག་པ་གི་མི་ཅིག་རེད། ཁོ་རང་ཡན Jews བྱས། དམག་ཆེན་གཉིས་པའི་སྐབས་སུ་ལ་ཡ་ནི། Germany། གྱིས་གང་ལྟར་ཡ Concentration Camp དང་ལུག་ཁོ་རང་ལོ་གསུམ་ལྷག་ཅིག་སྡུག་སྦྱོང་པད་ཁོ་རང་ཧང་སངས་མྱང་བཞག་ཁོ་རང་ནང་མི་ཆ་ཚང་འདྲ་བོ་ཅིག་ད་ཡ Nazi གྱིས་མེ་བ་བཟོས་བཞག་ད་ཁྱོད་ཀྱིས་དེབ་དེ་ལ་ཡ་ག་རིགས་སྐྱོ་དོ་ཟུས་བ་ན་སྙིང་པོ་རོ་དེ་ང་ཚོ་སྡུག་སྦྱོང་ག་ཚོད་མོ་ག་ཚོད་མྱང་གིན་ཡོད་པ་ཡིན་ན། མཐར་ཐུག་གི་དམིགས་ཡུལ་བརྗོད་ཡོད་པ་ཡིན་ན། དཀའ་ངལ་ག་རེ་མོ་ག་རེ་ཡིན་ན་དེ་གདོང་ལེན་བྱེད་ཐུབ་ཀྱི་འདུག། གདོང་ལེན་བྱས་ཀྱིས་སེམས་ནང་ལ་སེམས་ཤུགས་སླེབས་ཀྱི་འདུག། དེ་ཚ་ང་ཚོ་ཚང་མའི་གི་མཐར་ཐུག་དམིགས་ཡུལ་དེ་བོད་གཞིས་བྱེས་མཉམ་འཛོམས་ཡོང་ཡ་དེ་རེད། ས་འདིས་ང་ཚོ་རྩ་བ་ཉིད་ནས་དྲན་པ་མ་བྱས་ཡ་བྱས་བ་དེ་གནད་འགག་ཆགས་སྡད་ཀྱི་འདུག། ད་སྐབས་རེ་སྐབས་རེ་དེང་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་གཞིགས་པ་ཡིན་པས་ན་ང་ཚོ་ག་རེ་བྱེད་ཀྱི་ནི་བསྡད་བསྡད་ཀྱི་ཡོད་པའི་བསམ་པ་རེ་གཅིག་གནས་སྟངས་འདི་ཆགས་འདུག་ཅི་ད་དེ་ངའི་ངོས་ནས་དེ་རིང་ངས་དེ་གོ་སྐབས་འདི་བརྒྱུད་བྱས་ཚང་མ་ལ་ཡང་ཅིག་བསྐྱར་དུ་དྲན་སྐུལ་བྱེད་ཡ་ཡིན་ང་ཚོ་ལ་མཐར་ཐུག་དམིགས་ཡུལ་ཅིག་ཡོད་རེད་དེའི་རྩ་བ་ཉིད་ནས་དྲན་པ་མ་བྱེད་པ་བྱེད་རོགས་བྱས། ད་ངས་མང་པོ་ཞེ་དྲག་ཞུ་མ་འོང་བྱས་འདི་རྗེས་ལ་སྲིད་སྐྱོང་བཀའ་སློབ་གནང་གི་རེད། དེ་ལྟར་ཡང་མཐའ་དོན་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དོན་དམ་དག་ལྷུག་གིས་འགྲུབ་པ་དང། བོད་མིའི་གཞིས་བྱེས་མཉམ་འཛོམས་ཡོད་པའི་ཉི་མ་མགྱོགས་ནས་མྱུར་དུ་ཤར་བའི་སྨོན་ལམ་ཞུ་གི་ཡིན་མཐུ་ཆེ་གནང། ཨ་ནི་ང་རང་འདས་གྲོན་ཤོག་འབྱོར་བའི་སྐབས་ལ་ད་ཤེས་རབ་དགའ་ཚེ་གླེང། ལོ་ངོ་ཉི་ཤུ་རྩེ་ལྔ་ཁོ་བོས་ཀྱི་མཛད་སྒོ་སྲུང་བརྩི་ཞུ་སྒོ་རེ་བྱས་བྱས་འབྱོར་ཡོད་འདོད་ཁང་ལ་ང་སེམས་ཁྲལ་བལྟས་བྱུང་གང་ཟེར་ན་ད་ང་སློབ་གྲྭ་ཁག་མང་པོ་གཅིག་ལ་ལོ་ལྔ་བཅུ་ཁོ་བོས་མཛད་སྒོ་འགྲོ་ཡོད་འདོད་སྐབས་ལ་ཨ་གྲགས་རྒྱལ་པོ་ཞི་དྲག་བྱེད་ཀྱི་འདུག་བ། འདི་ཡུལ་འདོད་ཁ་ལ་ད་ཤེས་རབ་དགའ་ཚལ་ལས་ག་འདྲས་འདྲ་བྱས་ཡོད་ན་བསམ་བསམ་ཚོར་ར་བ་ཞིག་ཁ་ཚ་སྔོན་མ་ང་ཚོའི་སློབ་སྤྱི་དང་དེ་སྔ་བཀའ་མོལ་བྱུང་ཡང་བྱུང་ཡོད་རེད་ད། ཤེས་རབ་དགའ་ཚལ་ལས་ག་དུས་འགོ་བཙུགས་པ་རེད་ཟེར་ནས་ཏེ་ཚེ་གྲངས་དེ་བརྟན་པོ་རག་མི་འདུག་ཨ་ཅེ་ལོ་གཉིས་བཙན་འཁོར་བས་ནི་མཛད་སྒོ་བྱེད་གོ་གོ་བ་རེད་ད་གསར་དུ་འབྱོར་ངའི་ཤེས་རབ་དགའ་ཚལ་ལས་མཐོན་ངའི་སློབ་ཕྲུག་ཟུར་པ་ཕྱི་རྒྱལ་ཁག་མང་པོ་ཞི་བོ་བྱོས་རེད་ཚང་མ་མཉམ་འཛོམས་བྱུང་ན་ཡག་པོ་འདུག་བསམ། ཨ་མདོའི་ཤོག་སྦྱོར་བྱས་དང་དེ་མ་སླེབས་བར་དུ། ཨ་ཁྱངས་འདི་འདྲའི་གྲ་རྒྱས་པོ་བྱེད་ཀྱི་ཡོད་པ་ངས་ཧ་ཡ་གོ་མ་སོང། འདི་སོང་ཙང་སློབ་ཕྲུག་ཟུར་པ་ཚོགས་ཀྱིས་སྐུ་ལས་ཞེ་དྲག་བསྐྱོན་བཞག་རྒྱུ་ཡིན་འདུག་ཐོག་མ་དེ་ལ་ངས་ད་སློབ་ཕྲུག་ཟུར་པ་ཚོ་ནས་འགྲོ་སོང་བཏང་ངེས་རེད་སྐུ་ལས་བསྐྱོན་ངེས་རེད་དང་དུ་བླངས་ནས་འགན་ཁུར་བྱེད་མཁན་ཚང་མ་ལ་སྙིང་ཐག་པ་ནས་འཚམས་འདྲི་བཀྲིས་བདེ་ལེགས་ཡོད་ཞུ་ཡ་ཡིན་ད། ཨ་ད་མདོ་སློབ་ཕྲུག་ཟུར་པ་མང་པོ་ཅིག་གཟིགས་ཞུ་ངེས་ཡོད་པ་ཡིན་ན། རེད་པ། ད་ད་ལས་ལོ་ངོ་ཉི་ཟད་ལྔ་འཁོར་བའི་གི་མཛད་སྒོ་ཉིན་མོ་འགྲོ་སོང་བཏང་ཐུབ་མེད་ནས་ཡང་ཨ་ནི་ཐུགས་ཁྲལ་སྨྲ་ནའང། ཨ་ད་ལྟ་ག་ཚོད་གཅིག་འགྲོ་སོང་ག་ཚོད་བཏང་བ་ཡིན་ནའི་ཡང་ཤེས་རབ་དགའ་ཚལ་གླིང་གི་ལས་འགི་རེད་ཅེས་ཅེས་ཞུས་བྱ་ན་མ་རེད་བས་ལ། ཨ་ཐང་གཅིག་བསྡད་གསུངས་གང་ཟེར་ལོ་ཉི་ཟད་ལྔ་འཁོར་བའི་གི་མཛད་སྒོ་དེ་ད་ལས་ང་ཚོ་སྲུང་འཛིན་བྱེད་གི་ཡོད་རེད་དེ་ཨ་མ་འོངས་པ་བྱེད་ཐུབ་དང་མ་ཐུབ་ག་འདྲས་ཡིན་ན་སུ་ཐུགས་ཁྲལ་སང་གནང་ངོ་མ་རེད་ལོ་སུམ་ཅུ་གསུམ་སོ་ལྔ་བཞི་བཅུ་བཞི་བཞི་ལྔ་ག་ཚོད་གནང་བ་ཡིན་ནའི་ཡང། བསམ་བོ་སྐྲག་ཚབ་བྱེད་ཅིང་ངས་བཀའ་ཤག་ནས་དགའ་བའི་ངོ་ནས་ཨ་ནེ་ག་ཚོགས་རེ་གནང་རོགས་གནང་བྱེད་ཆེད་རེ་འདུན་ཞུ་ཡ་ཡིན་མ་རེད་བལ་རྒྱུ་མ་དེ་ལས་གྲགས་གེས་ཨ་ད་འདས་ལོ་རྒྱུས་ཞི་དྲག་སྲུང་ཚགས་སོང་ཨ་ཐོག་མར་ད་དགུ་བཅུ་གོ་གསུམ་ལོ་ལ་འགོ་བཙུགས་དེ་ནས་ཨ་ནི་དགུ་བཅུ་གོ་བརྒྱད་ལོ་ལ་ཨ་ནི་གོང་ས་མཆོག་ནས་ད་ཤེས་རབ་དགའ་ཚིག་གླིང་བྱེད་ཀྱི་མཚན་གནང་དེ་ནས་ད་ཉིས་སྟོང། གཉིས་ནས་བྱས་བྱས་ཉིས་སྟོང་བཅུ་གཅིག་བར་དུ་ཕལ་ཆེན་ད་དེ་དོའི་ཁག་ཏུ་ཤེས་རིག་གི་སྟངས་འཛིན་གནང། ཨ་ཉིས་སྟོང་བཅུ་གཅིག་ལོར། ད་དེ་བཀའ་ཤག་སྐབས་བཅུ་བཞི་པ། ང་དེ་བཀའ་བློན་ཁྲི་པ་སླེབས་པ་དུ་དགའ་སྡུག་རྒྱག་ཡོང་གི་འདུག། བྱས་བྱས། བསམ་པོ་དྲ་ནས་ཨ་ནི་འགན་འཁྱེར་བ་རེད། དེ་ནས་ང་ཕལ་ཆེར་ང་ཉིས་སྟོང་བཅུ་གཉིས་ལོར་རེད་བ། རྫས་སླེབས་བའི་སྐབས་ལ། ཨ་ངས་དེ་དོན་ཞུས་མྱོང། ཨ་ནི་ཤེས་རབ་དགའ་ཚལ་གླིང་ལ་སློབ་ཕྲུག་ཡོད་མཁན་ཚང་མས་དགེ་ས་རྒན་དེའི་གཞི་རྩའི་བསམ་བོ་འདྲ་འཁེལ་གི་ཡོད་རེད་དེ། ཨ་ནི་ང་ཚོ་བཀའ་ཤག་དེ་ཕ་མ་ལྟ་བུ་རེད། ཨ་རྣམ་པ་ཚོ་ལ་དགོས་དོན་ག་རེ་ཡོད་པ་ཡིན་ནའི་ཡང་གསུང་ར་ནག་བྱས་ཡོང་སྡོད་ཁང་ལ་འཕྱག་རྒྱག་མཁན་མང་པོ་ཞིག་རབ་ཞིག་འདུག་གཅིག་དགོས་ཡས་གཉིས་དགོས་ཡས་གསུམ་དགོས་ཡས་མང་པོ་ཞིག་རབ་གསུང་གི་འདུག་ཨ་ནི་དེ་འདྲས་ཡིན་པ་ཡིན་ན་ཨ་ནི་དགོས་དོན་ག་རེ་ཡོད་པའི་ནས་ཚོ་དེ་མ་བྲིས་བྱས་ཨ་ནི་བང་རིམ་མ་བྲིས་ཨ་ཕལ་ཆེན། དོན་ཚན་ག་ཚོད་རེད་བཅོ་ལྔ་བཅུ་དྲུག་ཅུ་ཡོད་པ་ཡོད་ཨ་ནི་གལ་ཆེ་ཡ་ལྔ་འདི་ད་ཐོག། རྩེ་ཕུད་ལྔ་འདི་ང་ཚོ་སྒྲུབ་པ་བྱེད་མཁན་ཡིན། འདི་ནང་ལ་དགོས་དོན་གཙོ་བོ་གཅིག་ག་རེད་འདུག་ཟེར་ན། ང་རེ་ལྷ་བྲིས། འཛིན་གྲྭ་ཕྱིང་བ་ཡིན། སྐད་ཆ་དྲིས་པའི་སྐབས་ལ་རྨང་གཞིའི་གི་འཛིན་གྲྭ་ལོ་གསུམ་བསྡད་འོ་རེད། འདི་བཞུགས་ལ་ནི་ལྷ་བྲིས་ལོ་གཉིས་གསུམ་སྦྱང་དགོས་འོ་རེད། ངས་ལྷ་བྲིས་ཆ་ཚང་བྱས་པ་ལ་ལོ་ག་ཚོད་འགོར་གི་རེད་ཟེར་དུས་ལོ་ལྔ་འགོར་གི་རེད་ཟེར་གི་འདུག་དེ་འདྲ་ཡིན་པ་ཡིན་ན་ནི་ལོ་བརྒྱད་ལོ་གསུམ་ཐོག་ད་དུང་ལོ་ལྔ་བཞག་བྱས་ལོ་བརྒྱད་པ་ཡོད་བཟོས་བཞག་པ་བྱས་ན། བཟོས་ན། ཨ་འདང་ན་ཤིས་ཁོ་རང་ཚོ་མང་པོ་སློབ་ཕྲུག་མང་པོ་ཅིག་ང་ཚོ་ཏྲ་ཏྲ་བག་ཡ་དང་ཨ་ནི་ཞྭ་ལག་བཟོས་ཡ་དང་དེ་འདྲའི་གའི་གོ་གུ་དུ་མ་གཏོགས་ཤེས་རབ་དགའ་ཚལ་གླིང་ལ་ལོ་གསུམ་བཞི་ལྔ་བསྡད་དེ་ནས་མ་ཐོན་འཆིང་བ་ཡིན་ན་ལག་ཤེས་ཅིག་མེད་པ་ཡིན་ན་ལག་ཁྱེར་ཅིག་མེད་པ་ཡིན་ན་ལས་ཀ་རག་གི་མི་འདུག་ཞེས་བྱས་གསུང་མཁན་བྱུང་སོ། དེ་འདྲས་ཡིན་པ་ནི་དེ་འདྲས་བྱས་ཚུགས་ཨ་སྙམ་དུ་ད་ག་ཤེད་སློབ་སྦྱོང་བྱེད་ཡག་གི་འདུན་པ་ཡོད་དེ་ཡིན་པས་ཡིན་ནས་དེར་མཐུན་རྐྱེན་མི་འདུག་ཟེར་ཡོང་དོན་འོ་ད་དེ་འདྲས་ང་ཚོ་འདི་འབད་བརྩོན་བྱེད་དགོ་གི་འདུག་འཛིན་གྲྭ་ལྔ་བ་འཛིན་གྲྭ་བརྒྱད་པ་འཛིན་གྲྭ་བཅུ་བ་འཛིན་གྲྭ་བཅུ་གཉིས། ཡིག་རྩལ་བཏང་ཡག། འདི་འདྲས་ཀྱི་མཐུན་རྐྱེན་སྦྱར་གྱི་ཡིན་ཨ་རེད་ཟེར་ན་བཅུ་གཉིས་ཐོན་ཚར་བའི་ཤུགས་ལ་ག་རེ་གར་བྱེད་ཀྱི་རེད་ཟེར་གྱི་འདུག་དེ་དོན་གང་ལྟར་སློབ་ཡོན་ཡོད་པ་བྱེད། བྱེད་བྱེད་ཨ་ནི་ང་ཚོ་འགོ་བཙུགས་ཞེས་ཨ་ནི་ད་རེས་བསྙད་འདོགས་ནས་དགའ་བོ་ཤག་བྱུང་སོང་ཨ་འཛིན་གྲྭ་བཅུ་བ་ཐོན་ངེས་སློབ་ཕྲུག་བརྒྱད་ཅུ་བཏང་པ་བྱུང་ཤག་འཛིན་གྲྭ་བཅུ་གཉིས་ཐོན་ངེས་སློབ་ཕྲུག་ཉིས་བརྩ་གཅིག་བྱུང་ཤག་རེད་བས་ལ་འདི་ན་ནི་མ་ང་ཚང་མ་བུ་མོ་ཡིན་པ་ཡིན་ན་ཕལ་ཆེར་བུད་མེད་ཡིན་པ་ཡིན་ན་རེད་ལ་བུད་མེད་ཡིན་པས་ནི་འགྲོ་མ་ཉིས་བརྩ་གཅིག་བྱེད་བྱེད་རྟེན་འབྲེལ་ཏག་ཏག་བར་ན་ཤེས་རབ་དགའ་ཚལ་གླིང་ནས་དང། བུད་མེད་ཉིས་བརྩེགས་གཅིག་ཐོན་བྱས། སློབ་སྦྱོང་མཐར་ཕྱིན་བྱས་ཏེ། བི་ཡེ་དང་མཐོ་སློབ་ཁག་ལ་ཕེབས་མཁན་བྱུང། ཞག་དེ་ནས་སྐྱེས་པ་ཚོ་ལ་ངས་སྨ་འབེབས་བཏང་གི་མེད་ད་ང་ཚོ་སྐྱེས་པ་ནང་ཚགས་རོ་བ་ཡ་སེམས་ཁྲལ་མ་གནང། སློབ་སྦྱོང་གི་ཨ་ནི་ཡག་པོ་གནང་ཞག་མང་བྱས་ཀྱི་ཚན་རིག་སྤྱི་ཚོགས་ཚན་རིག་དང་ཨིན་ཇི་རལ་དོ་བ་འདི་ཡོད་འདོད་ཁག་ལ་ཨ་ནི་ད་ངས་ལག་ཁྱེར་འདུག་སྟེ་ཡོད་འདོད་ཁག་ལ་མ་འོངས་པ་ཏན་ཏན་རང་ཨ་ནི་བོད་གཞུང་ལས་བྱེད་དང་དྲུང་ཆེ་དང་སྤྱི་འཐུས་དང་བཀའ་བློན་གནང་མཁན་ཚང་མ་རྣམ་པ་ཚོ་གྲ་སྒྲིག་བྱས་ཚར་འདུག་བ་གང་ཟེར་ན་ད་གིན་དེ་སོ་བ་ན་ཞིག་རེད་བོད་ནས་རྣམ་པ་ཚོ་དེ་ཕེབས་པའི་སྐབས་ལ་གཞི་རྩའི་དམིགས་ཡུལ་གྱི་གཟིམ་ནས་ཕེབས་ཡོད་རེད་ཕེབས་ཡ་དེ་ག་རེ་ཟེར་ན་ད་དེ་སློབ་སྦྱོང་བྱེད་ཀྱི་ཡིན་བཙན་བྱོལ་ཕྱི་ནས་སློབ་སྦྱོང་བྱས་རྩ་དོན་རྩོད་ཀྱི་ཡིན་ད་བོད་ནང་ལ་བོད་མི་གི་མངོན་འདོད་ཡག་ཤོས། ཚོར་ཡོད་པ་མྱོང་ཚོར་ཡོད་པ་དེ་ང་ཚོ་ཡིན་བྱས་བྱས་རྩ་དོན་སྒྲུབ་ཡ་ཆེད་དུ་ཨ་ནི་ཕྱག་ལེན་གནང་གི་ཡིན་བྱས་བྱས་ཀུན་སློང་དེ་ཁྱེད་ནི་ཕེབས་པ་གཞི་བཟུང་ཨ་འཛིན་ལ་བཅུ་གཉིས་ཐོན་མཁན་ཚང་མ་ཆབ་སྲིད་སློབ་སྦྱོང་གནང་འདུག་ད་དེ་ཡུན་དོན་ག་ལ་མ་འོངས་པའི་གི་ད་ད་འདི་དེ་ཨ་ནི་དྲུང་ཆེ་རྣམ་པ་རེད་སྤྱི་འཐུས་རྣམ་པ་རེད་བཀའ་བློན་རྣམ་པ་རེད་སྲིད་སྐྱོང་ཡིན་པ་ཡིན་ནས་ཡང་རྣམ་པ་ནང་ནས་དོན་དགོ་ཡ་དེ་ཤིན་ཏུ་གལ་ཆེན་པོ་ཞིག་ད་རེད་དོན་དགོ་གལ་རེད་བྱས་ཞུ་ཡ་ཡིན་མ་གཏོགས་གཅིག་པའི་ཕེ་ཆེན་ད་འདི་ཕྱག་ལ་བཙན་བྱོལ་སྒྲིག་འཛུགས་ནང་ལ་ལས་བྱེད་པའི་ནང་ལ་ཤེས་རབ་དགའ་ཚལ་གླིང་ནས་ཐོན་ཤར་བའི་སློབ་ཕྲུག་མང་དག་ཅིག་ཡོད་རེད། ཨ་ནི་སྤྱི་འཐུས་ནང་ལ་ཞུས་མོ་གོ་རེད་མང་ཐག་ཆོད་ཡོད་རེད། གསར་འགོད་པ་ནང་ལ་དེ་ལྟ་དུས་བབ་ཀྱི་རྩོམ་པ་པོ་གཙོ་ཆེ་བས་གཙོས་པའི་ཨ་ནི་བང་ཆེན་དང་འདི་གའི་ན་ཟི་ག་ཕེ་དང་མང་ཆེ་ཤེས་རབ་དགའ་ཚལ་གླིང་ཐོན་འཁྱོག་རྐྱང་རྐྱང་རེད་འདི་ཡོང་སྡད་ཀ་བ་མང་གཙོ་ཀ་བ་གསུམ་བཞི་བ་དེ་དང་གསར་འགྱུར་བརྒྱུད་ལམ་གཟིགས་སྐོར་བ་བཞི་བ་དེ་ཧ་ལམ་ཤེས་རབ་དགའ་ཚལ་གླིང་བརྒྱུད་བསྡད་ཡོད་རེད་ཟེར་ནས་སྒྲིག་སྐོར་རེད་གྲོས་ཚོགས་ནང་ལ་བརྒྱུད་ཡོད་པ་དེ་གསལ་པོ་ཞིག་རེད་དེ་ཡོད་འདོད་ཁབ་ལ་ད་ལྷ་ཡག་འདི་བཀའ་ཤག་དང་སྲིད་སྐྱོང་ལྷག་ཤག་འདི་སོང་ཙང་ད་ཤེས་རབ་དགའ་ཚལ་གླིང་ནས་འཛིན་གྲྭ་བཅུ་གཉིས་ཐོན་ངན་ཚོ་མ་འོངས་པ་ཤུགས་རྒྱབ་ས་ད་སྤྱི་འཐུས་ཆགས་པ་ཡིན་ནས་དེ་སྔ་ཆགས་ཚར་ཤག་རེད་བ་དྲུང་ཕྱི་ནང་ལས་འཕེལ་ཅན་ཡོད་མདོག་ཁ་བ་རེད་ཨ་ནི་གསར་འགོད་པ་ན་ཐོན་ཚར་ཤག་དགེ་རྒན་ལས་བྱེད་ཚང་མ་ཐོན་ཆགས་ཤག་ད་བཀའ་བློན་དང་ཨ་ནི། སྲིད་སྐྱོང་གནང་ཡས་ལྷག་དེ་ཤ་བཀའ་བློན་གནང་སླད་གསར་དུ་འཇོག་ངེས་ཡོད་རེད་དམ་བདེ་སྲུང་བཀའ་བློན་གཙོས་པའི་གསར་དུ་འཇོག་ངེས་བཀའ་བློན་གནང་ཡོད་རེད་དེ་ཤེས་རབ་དགའ་ཚལ་རིག་ནས་ཐོན་དགོས་ཡས་དེ་ཤིན་ཏུ་གལ་ཆེན་པོ་ཞིག་དག་རེད་ཞེས་ཆེ་ཞོས་དེ་ཡིན་ད་ལྟ་བར་དུ་ད་ལོ་ཉི་གསལ་ལྔ་རིང་ལ་ཨ་ནི་ཡ་དགེ་རྒན་ལས་བྱེད་ཚོ་གི་ཧ་ལས་པའི་སྐུ་ལས་བསྐྱོད་པའི་ཨ་ནི་གྲུབ་འབྲས་བརྟེན་ནས་ད་ལྟ་བར་དུ་ཚགས་ཚུད་པོ་བྱུང་ཐུག་ཡོད་རེད་ཡ་འགའ་ཤས་ཀྱི་ཡང་དགོངས་ཚུལ་ལ། འདི་ཟེར་གི་འདུག་ཨ་ནི་བོད་མི་སྒྲིག་འཛུགས་ཀྱི་ཆབ་སྲིད་ཐོག་ནས་ག་རེ་གནང་དགོས་བ་རེད། ཨ་ནི་ཞེ་དྲག་གནང་གི་མི་འདུག་ཞེས་ཆེ་སྒོམ་མཁན་དེ་འདྲས་ཡོང་གི་འདུག་ད་ཤེས་རབ་དགའ་ཟེར་གླིང་ལྟ་བུ་སྒྲིག་འཛུགས་ནས་ཆབ་སྲིད་ཐོག་ནས་གནད་འགག་ཆེ་ཤོས་དེ་ག་རེ་གནང་དགོས་བ་རེད་ཟེར་ན་གཞོན་སྐྱེས་ཚོ་ལ་སློབ་སྦྱོང་སྤྲད་ཡག་ང་རང་ཚོ་མི་འབོར་ཚོ་འཕྲོད་བསྟེན་ལས་ཁུངས་བརྗོད་བྱེད་འཕྲོད་བསྟེན་ཡིན་པ་ཡིན་ནས་ཡང་ཡག་ཐག་ཆོད་ཡོད་ཡག་རྒན་ཚོགས་ཁང་ལ་དགུང་ལོ་བགྲེས་པ་ཚོ་བདག་པོ་རྒྱག་ཡག་བདག་ནང་བཞིན་ཨ་ནི་བྱི་བྱ་ཁ་ས་བསྟན་ཡོང་ཡ། ཕྱི་རྒྱལ་ལ་འབྲེལ་བ་བྱ་ཡ། འདི་གའི་སྤྱི་ཡོངས་ཆབ་སྲིད་ཆགས་ཡོང་དགོས་བ་རེད། འདི་གའི་གི་རྨང་གཞི་འདི་མེད་པ་ཡིན་པ་ཡིན་ན། ཨ་ནི་ཆབ་སྲིད་གི་ལས་འགུལ་སྤེལ་ཐུབ་གོ་མ་རེད་ཕྱག་ལས་གནང་ཐུབ་གོ་མ་རེད། དཔེ་ན་ཆ་བཞག་པ་ཡིན་པ་ཡིན་ན་སྐྱབས་བཅོལ་བ་ས་ཡ་དྲུག་ཅུ་ཡོད་རེད་འཛམ་གླིང་ནང་ལ། ས་ཡ་དྲུག་ཅུ་ཡོད་རེད། ས་ཡ་དྲུག་ཅུ་ནང་གི་གནས་སྟངས་ཟིན་ན་ད། ཀེ་ནི་ཡ་ལ་སྐྱབས་བཅོལ་བ་འབུམ་ལྔ་བྱེད་མཁན་ཡོད་རེད་ཕ་གེ་ལ་སོ་མཱ་ལི་ཡ་དང་དེ་འདྲས་ཁོང་ཚོ་ཨན་གོ་ལ་དེ་འདྲས་བྱས་བྱས་འབུམ་ལྔ་བྱས་པ་ཡོད་རེད་ང་རང་གི་གློག་བརྙན་ཞིག་བལྟ་མྱོང་ཡོད་ལོ་ཉི་ཤུ་ལྷག་ཕྱིན་ཚར་ཤ་ལོ་ཉི་ཤུ་ལྷག་ནང་ད་ལྟ་ཡིན་ནས་གུར་ན་བསྡད་དེ་འཛིན་གྲྭ་གུར་ན་ཚུགས་དགོས་རེད་ཞལ་ལག་གུར་ན་ཆུད་དགོས་རེད་ཨ་ནི་སྤུ་གུ་རྩེ་མོ་རྩེ་ཡིན་པ་ཡིན་ནས་ག་རེ་ཡིན་པ་ཡིན་ནས་ཡང་ད་ལྟ་ཡིན་ནས་གུར་སྤུ་ཞིག་བསྡད་དེ། ད་ང་ཚོ་ཤེས་རབ་དགའ་ཚལ་གླིང་ལྟ་བུ་ཆ་བཞག་པ་ཡིན་པ་ཡིན་ན་ཐོག་མར་འགོ་བཙུགས་པའི་སྐབས་ལ་དངོས་ནས་ལྕགས་ཤོག་ཐོག་ཡོད་པའི་ཐོག་ནས་འགོ་བཙུགས་པ་རེད་སྐུ་ལས་ཞི་དྲག་བྱུང་བ་རེད་ཨ་ཕྱིས་སུ་ད་གིན་དེ་གསུངས་སོང་བ་ཨ་དགུ་བཅུ་གོ་བདུན་གོ་བརྒྱད་ཨ་ཉིས་སྟོང་བདུན་བརྒྱད་རྗེས་སུ་ད་སློབ་གྲྭ་ནང་ལ་ནི་ཚང་མ་འགྱུར་བ་བཏང་ཆེ། ད་ལྟའི་ཆ་ལ་དང་ཁང་པ་རང་ཆ་ཚང་མཐུན་རྐྱེན་འཛོམས་པ་ཡོད་པ་བརྟེན་ནས་ག་རེ་ཆག་སྒོར་སོང་ན་འཛིན་གྲྭ་འགྲོ་བ་ཡིན་ནའི་ཡང་ན་བ་ཡིན་ནའི་ཡང་ག་རེ་བྱས་པ་ཡིན་ནའི་ཡང་མཐུན་རྐྱེན་ཡོད་ཚ་བའི་ཞུ་གུ་ལ་ཨ་ནི་མི་ཡིན་ནའི་ལྷ་དག་དང་ཞིག་མཐུན་ཡོང་དགོས་བ་རེད། འདི་འོས་འདོད་སྐབས་ལ་ཨ་ནི་ས་ཡ་དྲུག་ཅུ་ནང་ནས་ཨ་ཁོང་ཚོ་ཆོག་བཀའ་དྲིན་ལ་བརྟེན་ནས་ངོམས་སུ་ཆོག་པ་སྐྱབས་བཅོལ་བ་ནང་ནས་རེད་ད། ཕལ་ཆེར་བོད་མི་སྐྱབས་བཅོལ་བ་ཚགས་གཙོ་ཤོས་རེད་ཞེས་ཀྱི་ཞུས་པ་ཡིན་ན་ཡང་ཐག་གཅོད་པའི་ངོར་ཞུ་ཐུབ་ཀྱི་རེད། ང་རང་ཚོ་ལ་བོད་མི་སྒྲིག་འཛུགས་ཡོད་པ། མང་གཙོ་ཀ་བ་གསུམ་ཡོད་པ། རེད་བ། ཨ་དང་ན་ཞིག་ད་རྩིས་ཞིབ་ལས་ཁུངས་ཡིན་པ་ཡིན་ནས་ཁྲག་པོ་བཞི་བོ་བྱོས་རེད། ང་ཚོ་ག་དུས་ནས་ཆུ་ལོག་འགྲོ་འགྲོ་བའི་སྐབས་ལ་རྒྱུག་མ་རྩིས་ཞིབ་ལས་ཁུངས་ཀྱི་སྙན་ཐོ་ལ་དོན་གྱི་རེད་བསམ་ཅེས་གནམ་གྲུ་འཛུལ་བ་ཡིན་ནས Boarding Pass དེ་སེམས་ཁྲལ་བྱས་ནས་ཁྱེར་དགོས་ཁོག་རེད། གང་ཟེར་ང་ཚོ་བཙོན་ཁང་ཡོད་མ་ཐག་འཛིན་གསུམ་བྱེད་མཁན་སུ་གང་ཡོད་མ་རེད་ད། དེ་ནས་ཡང་དྲང་བདེན་བྱས་གོ་རེད་བྱས་བྱས་རྩེ་གཞིས་ཀུན་གཉེན་སྟོབས་དོད་ན་རྩ་འགྲིག་མ་རེད་བྱས་བྱས་ལྷན་ཁང་ཁ་ཚང་མ། ཚགས་ཚུད་ཐག་གཅོད་ཡོང་ཡག་དེ་ག་རེ་བསྟུན་དགོས་ར་ཟེར་ན། གོང་ས་མཆོག་གི་མང་གཙོ་གནང་བཞག་པ་དེ་ཕྱི་གསལ་ནང་གསལ་ཐོག་ནས་ལག་བསྟར་བྱེད་ཀྱི་ཡོད་པ། ངོམས་སུ་ཆོག་པ་ཞིག་ཆགས་ཐལ་ཡོད། ཤེས་རབ་དགའ་ཚལ་ལིན་ཐོན་མཁན་ཚོ་ཡིན་པ་ཡིན་ན་ཡང་སློབ་སྦྱོང་ཡག་ཐག་གཅོད་ཐོན་བྱས་འཛམ་གླིང་སྤྱི་ཡོངས་ནང་ལ་ཐུ་བྷེན་ཚོས་པའི་ཞབས་ཕྱི་ཞུས་ཐུབ་པ་ཆགས་ཡོང་དགོས་རེད། དེ་སོང་ཙང་ད་རིང་དེ་ག་སོག་རེད། གྱང་ཚོ་མཛད་སྒོ་གྲ་རྒྱས་པོ་རེད་འདུག་ལ། ཨ་ནི། སློབ་གསོ་རྣམ་པ་སྐུ་ལས་སྐྱོན་ངན་རེད། ཨ་ནི་དམིགས་བསལ་དེ་ང་ཚོ་དེ། ད་ལྟ་སྐུ་ངོ་བྱམས་པ་ལགས་དེ་ཕེབས་བཞག་ཨ་ནི་དེ། འགན་འཛིན་གཙོ་བོ་གནང་ཆེད་ཡུན་རིང་པོ་གནང་ཆེད་སྐུ་ལས་ཧ་ལས་པ། སྐྱོན་བཞག་པའི་གི་མི་སྣ་ཅིག་ཆགས་ཡོང་དགོས་རེད་ཨ་ནི་དེ་ནས་དེ། ད་རང་ལུས་མེ་སྲེག་བཏང་མཁན་ནང་ལ་ཡིན་པ་ཡིན་ནས་ཡང་འཇམ་དཔལ་ཡེ་ཤེས་ལགས། བྱུང་ཡོད་རེད་འདི་ཡུལ་སྡོད་ཁང་ལ་དེ་ཞུ་བའི་སྐབས་ལ་སློབ་ཟུར་རྣམ་པ་ཚོ་གི་ཡིན་པ་ཡིན་ནའི་སྐུ་ལས་སྐྱོན་ཞེས་ལས་ཟུར་རྣམ་པ་ཚོ་ཡིན་ནའི་སྐུ་ལས་སྐྱོན་ཞེས་གྲུབ་འབྲས་སྨིན་པའི་གི་སྒྲིག་ཚུགས་ཆགས་བསྡད་ཡོད་རེད་འདི་སོང་ཙང་ངས་བཀའ་ཤག་ཚབ་བྱས་ཆེད་བསྔགས་བརྗོད་ཞུས་པ་དང་མཐའ་མ་དེ་ལ་རྣམ་པ་ཟང་དེ་གཞས་བཏང་བའི་སྐབས་ལ་ནི་གཞས་འདི་གཞས་ཚིག་འདི་ཡག་པོ་ཞེ་དྲག་འདུག་དང་བོའི་ཡག་པོ་ཞེ་དྲག་ཡོད་མ་རེད་དང་ཡང་འདི་རྒྱུས་ཡོད་ཡོད་རེད་བ་ཡང་ཡིན་ནའི་ཡང་རྣམ་པ་ཚོ་དེ་བྲིས་ཤག།

ཉི་མ་གཅིག་མ་རེད་བདུན་ཕྲག་གཅིག་མ་རེད་བདུན་ཕྲག་གཉིས་མ་རེད་འགའ་ཤས་ཟླ་བ་གཉིས་གསུམ་འགོར་བྱས་བསྡད་ཕེབས་ཡོད་སོང། ཕེབས་ཡོད་སྐབས་ལ་རྣམ་པ་གཙོ་བོ་སྒྲུམ་རེ་རེ་ཉན་པ་ཡིན་པ་ཡིན་ན་དངོས་གནས་དང་ཧ་ལས་པའི་སེམས་འཇིགས་སྒོ་ཆེན་པོ་ཆགས་ཡ་རེད་འདི་རེད། ང་རང་དཔིང་རྒྱག་རེ་འདྲེ་མང་པོ་ཤེས་རབ་དགའ་ཟིལ་ལིན་ཐོས་མྱུང་ཡོད་རེད་བ། ཨ་ནི་སློབ་གྲྭ་འདི་ནས་ཆོལ་ཁ་གསུམ་གྱི་བོད་ནི་གསར་དུ་ཆོལ་ཁ་གསུམ་གྱི་སློབ་ཕྲུག་དེ་ཕེབས་བྱས་སློབ་སྦྱོང་བྱས་བྱས་ཐོན་ཤར་བ་ཡོད་རེད། དེ་བས་ཆོས་ཆོལ་གསུམ་བོད་རིགས་སྤུན་ཟླ་ཨ་ང་ཚོ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་གོ་རེ་ཞེས་ཞེ་ཞེས་བཏང་བ་གཞི་བཟུང་ཏན་ཏན་རང་ས་བོན་དང་མ་སུ་ནའི་གོང་ས་མཆོག་བཀའ་དགོངས་གཞི་བཟུང་ཤེས་རབ་དགའ་ཚལ་གླིང་བཏང་བ་གཞི་བཟུང་ད་རིང་དེ་ཞེས་བཏང་བ་འདི་ཡིས་རྣམ་པ་ཚོ་གི་མངོན་འདོད་ཡིན་པ་རྣམ་པ་ཚོ་གི་འཆར་སྣང་ཡིན་པ་རྣམ་པ་ཚོ་གི་ལག་བསྟར་བྱེད་ཡག་གི་ཁས་ལེན་ཡིན་པ་བཅས་ལ་ངོས་འཛིན་གི་ཡོད་དེ། ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཆོལ་ཁ་གསུམ་ཟེར་ཏེ་མཐུན་སྒྲིལ་ཡོང་དགོས་ཡ་རྡོག་རྩ་གཅིག་སྒྲིལ་ཡོང་དགོས་ཡ་ཤིན་ཏུ་གལ་ཆེན་པོ་ཞིག་རག་རེད་མ་གཏོགས་སྤྱི་པའི་ང་ཚོ་མི་འབོར་ཉུང་ཉུང་ཅིག་ཡིན་པ་བྱས་ཨ་ནི་ང་ཚོ་གི་དགྲ་བོ་དེ་དག་ནུ་སྟོབས་ཆེ་ཤོས་ཆགས་ཡོད་འགོར་འཛམ་གླིང་ནང་ནས་ང་རང་ཚོ་གི་ནུས་པ་ཡོད་ཤ་པ་དེ་ཚང་མ་གཅིག་དཔུང་བྱས་མཐུན་སྒྲིལ་ཡོད་པའི་ཐོག་ནས་གཅིག་སྒྲིལ་ཡོད་པའི་ཐོག་ནས་ཆོལ་ཁ་གསུམ་གཅིག་ཏུ་སྒྲིག་ཡ་དེ་ཧ་ལས་པའི་གལ་ཆེན་པོ་ཞིག་ད་རེད་དེ་སོང་ཙང་ད་རིང་དེང་ཤེས་རབ་དགའ་ཚལ་ནས་ལོ་ངོ་ཉི་ཚེ་ལྔ་འཁོར་བའི་མཛད་སྒོ་ལ་ཞལ་གདམས་གདམས་རེ་ཞལ་གཞལ་གཞན་དག་བྱས་སྟངས་སུ་ཚང་མའི་འགན་ནི་ཆོལ་ཁ་གསུམ་མཐུན་སྒྲིལ། གྱིས་དགོངས་པ་གཙོ་བོ་བཞི་བཞག་པའི་ཐོག་ནས་གཏང་ཡས་ཏེ། གལ་ཆེན་པོ་བཞི་པོ་བརྩི་བའི་ཐོག་ནས་གཏང་བཞག་ལ། འདི་ཚང་མས་ཀྱི་ཡིད་ལ་བཅངས་པའི་ཐོག་ནས། ལག་བསྟར་གནང་རོགས་གནང་བྱེད་ཆེད་ཞུ་ཡས་གཙོ་བོ་འདི་ཡིན། དེ་ནས་མཐའ་དོན། གོང་ས་མཆོག་སྐུ་ཚེ་རིང་པོ་གནས་པ་དང་བོད་ནང་གི་བུད་མེད་ཀྱི་མངོན་འདོད་འགྲུབ་པ་ཤོག་ཞེས་ཆེད་རེ་འདུན་ཞུ་ཡས་ཐུགས་ཆེ་གནང། ད་ས་གནས་འདྲ་བ་ཆེན་པོ་ཡིན་ན་ཨ་རི་རེད་དེ་བ་ན་ཤིང་བལ་འཇང་རེད་བལ་ཡུལ་ད་རྒྱ་བོད་འགྲོ་སོང་བཙུད་པའི